ཨོ་དེ་འཛམ་གླིང་གསར་ཤོག་ག་ཚོད་ལ་ཞུ་ཡིས་རྒྱ་ཆེ་གི་བོད་རིགས་སྤུན་ཟླ་རྣམས་པ་ཚང་མ་ལོག་ལ་ཡ་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ད་ད་ད་ཨ་ནི་ང་ཚོ་ལ་ཡ་ཨ་ནི་ད་དྲི་བ་དྲི་ལེ་ཟོ་ངེས་ད་དེ་ནས་མང་པོ་ཞིག་སླེབས་བསྡད་ཀྱི་འདུག་དེ་ནས་སོང་ཙང་ཡ་སོ་སོ་ངོས་ནས་ཡ་ཨ་ནི་ཅི་ཡིས་སུ་སུ་ཡིས་ཨ་ནི་བསམ་ཚུལ་ཁ་ཤས་ཀྱིས་ཨ་ནི་མི་མང་ལྷན་རྒྱས་ལ་ཞུ་དགོས་བསམ་སོང། ཨ་ནེ་ང་རང་གི་ཞུ་བའི་གཙོ་བོ་དེ་ག་རེ་ཡིན་ཟེར་བ་ཡིན་ན་ད་ད་ད། ཁྱེད་རྣམ་པ་གིས་དྲི་བ་དྲིས་ལན་བཟོས་བསྡད་ཡ་དེ་ག་རེ་རེད་འདུག་ལབ་ན། ཧུམ། ཁ་རྩོད་སྔོན་མ་ནས་ཇི་རེད། ད་ཨ་ནེ། གཅིག། གཅིག་བདུན། གཅིག་བདུན་བཞི་བཅུ་ཞེ་ལྔ་འདི་གི་ཨ་ནེ་བ་གི་ཚོགས་འདུ་ལ་ཡ། དམ་འབུལ་ཞུས་ན་ག་འདྲས་ཡོང་གི་རེད་ཀི་མ་ཞུས་ན་ཁྱོད་ཚོ་ཉམས་པ་ལགས་སུ་ངོས་ནས་གར་བྱེད་ཀྱི་རེད། ད་ག་ནས་བཞིན་གྱི་ཨ་ནེ། གལ་སྲིད། ཨ་ད། ཁ་ཟུ་གང་ཉིད་ཡིན་པ་ཡིན་ན་ད། ཨ་ནི། ད་སྤྱི་བདུད་བཞི་ཞེ་ལྔ་དེ་གིས་ཁོ་རང་བཞི་བཅུ་ཞེ་ལྔ་དེ་གིས་རྒྱལ་མ་ཁི་བ་བྱས་ཨ་ནི། ད། ཨ་ནི། ལག་པ་ཤི་ས་དེ་ད་གོང་ས་མཆོག་ཟོ་གི་འདུག་ཨ་ཡང། ཨ་ནི། གོང་ས་མཆོག་ལག་པ་ཤི་ས་ཟོ་བ་ཡིན་ན། ཨ་ནི་ཡག་པོ་མ་རེད་ད། ད་ཡིན་ནའི་ཀྱང་གོང་ས་མཆོག་ལག་པ་ཤུ་ས་ཟོས་བྱས་ད། ད་ད། ཨ་ནི། ད་གོང་ས་མཆོག་ལ་ཡང་ནི། ཤ་དྲིལ་གྱིས་ཕུལ་ཡོད་པ་དེ། ཤ་དྲིལ་གྱིས་ཕུལ་ཡོད་པ་དེ་གསུངས་འདི་སྐད་དོ། ཡིན་པ་ཡིན་ནས་ཀྱི་ང་རང་ངོས་ནས་གར་ཞུ་བ་ཡིན་ལབ་པ་ཡིན་ན། ང་ཚོའི་ཉམས་པ་བླ་སྲོག་གི་ངོས་ནས་ཡང་ནི་ངོ་རྒོལ་རྒྱག་ཡ་གཙོ་བོ་འདྲ་བོ་འདི། ནི་ད་ཁྲི་དཔོན། ཁྲི་དཔོན། ད་ད་ང་རང་ཚོ་གི་ཁྲི་ཁང་བཙན་འཛུལ་བྱས་ནས་ད་ད་ད་བར་དུ། ཁྲེལ་མེད་ལུང་མེད་བྱས་ནས་ནི། དམངས་ཚོགས་དང་བཅའ་ཁྲིམས་རིན་པོ་ཆེ་གང་ཡང་མ་ཐོན་པར་བྱས་ནས། དེ་དུས་ངས་དེ་ག་ལ་ཡག་ང་ཚོ་ཉམས་པ་སླར་གསོ་དངོས་ནས་ཡག་དེ་ག་ལ་ངོ་རྒོལ་བྱེད་དགོས་རེད་ལ། མ་འོངས་པའི་གལ་ཁོ་ཚོ་ལ་ཡང་མི་ཐོན་ནས་ངོ་རྒོལ་བྱེད་ཡག་རེད་ཟེར་ཞོར་ཡིན་ཁོ་ཚོ་ཁྲི་ཁང་རྣམ་པར་མ་སྡོད་བར་དུ་ང་ཚོ་དམངས་ཚོགས་དང་བཅའ་ཁྲིམས་རིན་པོ་ཆེ་ཡོད་མ་རེད། ད་ཡིན་པ་ཡིན་ན་ཡང་ཡང་མི་མང་གིས་ག་རེ་ཞུ་འདོད་ཀྱི་འདུག་ལགས་ན། ཨ་ནི་གལ་སྲིད་ཨ་ནི། སྤྱི་འཐུས་རྣམ་པ་དེ་ཡང་ཡང་ནི་ད་ཨ་ནི་བ་གི་ཚོགས་འདུ་ལ་དམ་འབུལ་ཞུ་བ་ཡིན་ན་ཨ་ནི་ཁྱེད་ཚོ་ག་རེ་བྱེད་ཡ་ཡིན་ཟེར་གསུངས་འདོད་ཀྱི་འདུག་ལགས། ང་ཚོ་གིས་ཨ་ནི་སྤྱི་འཐུས་རྣམ་པ་དེ་ཡང་བ་གའི་ཚོགས་འདུ་ལ་དམ་འབུལ་ཞུ་ན་རེད་མ་ཞུ་བ་རེད་ན་རེད། གནའ་ནས་ཁོ་རང་ཚོ་ཁོ་རང་ཚོ་འགལ་ཁྱིན་ཤ་ལས་ཀྱི་གནང་གི་རེད་སྔོན་མ་ཡིན་ན་ཡང་སྤྱི་འཐུས་རྣམ་པ་དེ་ཡ་ལ་ཡ་འབྲེལ་བ་ང་ཚོ་གི་ཉམས་པ་ལ་སུ་ངོ་ནས་ཡང་ཨ་ནི་ཁོ་རྣམ་པ་གི་ག་རེ་བྱེད་ཀྱི་འདུག་ང་ཚོ་གི་སྔོན་མ་ནས་ལྟ་ཡོད་མ་རེད་ད་ལྟ་ཡང་ལྟ་ཡ་མ་རེད་ཞུ་ཡ་ཡིན་ད་དེ་ཡ་ཅང་ད་ད་ལྟ་ཁོ་རང་ཚོ་གི་སྤྱི་འཐུས་ཞེ་བཞི་ལྔ་དེ་གི་ལག་པ་ཕྱེ་ས་དེ་གོང་ས་མཆོག་བཟོ་ཡོད་འདུག་ཧང་ས་ཡ་གི་བློ་ཕངས་ཡོད་ཞུ་ཡ་ཡིན་ར། ག་རེ་ཡིན་ཟེར་བ་ཡིན་ན། ད་གོང་ས་མཆོག་གིས་གལ་སྲིད་རི་དྭགས་བ་ཀའི་ཚོགས་འདུ་ལ་དམ་འབུལ་ཞུས་ཟེར་ནས་གོང་ས་མཆོག་གིས་གསུངས་པ་ཡིན་ན། ཨ་ནི་འཛམ་བུ་གླིང་པ་ཡིས་གོང་ས་མཆོག་འཛམ་བུ་གླིང་པ་ཡི་ཞི་བདེའི་ཞི་བདེའི་དེད་དཔོན་ཆགས་འདི་གོ་རེད། འཛམ་བུ་གླིང་པ་ཡི་ཁུ་བྱག་བྱེད་ས་ཆགས་འདི་གོ་རེད། ད་ག་ན་ཤེས་ཀྱི་ང་ཚོ་ལ་ཡང་དམངས་ཚོགས་གསོལ་རས་གནང་ཉེན་གྱི་ཆེས་ཐོག་མ་གི་ཨ་ནི་དབུ་ཁྲིད་ཅིག་ཆགས་འདི་གོ་རེད། ཨ་ནི་གལ་སྲིད་གོང་ས་མཆོག་གིས་ཨ་ནི་བ་ཀའི་ཚོགས་འདུ་ལ་དམ་འབུལ་ཞུས་སླ་བ་ཡིན་ན། ཨ་ནི་ད་ལྟ་ཁྲི་དཔོན། བཟོད་པ་རྣམ་པ་གསུངས་འདི་ཡང་ཁྲི་ཁང་བཙན་འཛུལ་བྱེད་སླད་པ་གསུམ་སྟེ། ཨ་ནི་ཁྲིམས་འགལ་ཆགས་འདི་གོ། འདི་གཅིག་ནི། གོང་ས་མཆོག་གི་བསྟི་གསུང་ཐོག་མར་བ། གལ་སྲིད་གོང་ས་མཆོག་གི་བསྟི་མ་གསུངས་པ་ཡིན་ནར་ད། ད། གོང་ས་མཆོག་གིས་ཨ་ནི་བསྟི་གསུང་མ་ཐུབ་པ་ཡིན་ན། ད་གོང་ས་མཆོག་གིས་ཨ་ནི། ད། བ་གི་ཚོགས་འདུ། འོག་ལ་ཞུ་ཡ་ཡོད་མ་རེད། ཨ་ནི་ད། ཁྲི་ཁང་རྣམ་པ་གསུམ་འདི་ཁྲིམས་འགལ་ཆགས་འདི་གོ་རེད། ང་ཚོ་སྐྱིད་སྡུག་ལྷན་ཚོགས་ཀྱིས་གྲོས་ཆོད་གྲོས་ཅི་ཨང་སོང་ཅི་སོགས་བསྐོ་བཞག་བྱས། དམངས་གཙོའི་སྒོ་ནས་ཨ་ནི་འོས་ཤོག་བླུགས་བྱས་མ། པི་བཞག་བྱོས་ཀྱི་ཡིན་ཙང། ངེད་ཀྱི་ཁུར་རྣམ་པ་ལ་ཡང་ཨ་ནི། ད་ད་ལྟ་སྤྱི་འཐུས་ལྷན་ཚོགས་སྤྱི་འཐུས་རྣམ་པ་ལ་ཡང་ཕ་གི་ཚོགས་ཐུགས་ལ་དམ་པོ་ཞུ་སླ་བ་ཡིན་ན། ཨ་ནི། དེ་དམངས་ཚོགས་དང་བཅའ་ཁྲི་རིན་པོ་ཆེ་ལ་གུས་ཞབས་མེད་པ་ཆགས་དུས་གོང་ས་མཆོག་གི་དེ་གསུང་ཐུགས་མར་བ། ཨ་ད་ག་ནས་ཤེས་གོང་ས་མཆོག་གི་ཡང། ད་ཕ་གི་ཚོགས་ཐུགས་ལ་དམ་པོ་མ་ཞུ་ནས་ཨ་ནི། སྐུ་པར་ཐུགས་ཁྲི་རིན་པོ་ཆེ་འོག་ལ་ཞུས་གསུང་བ་ཡིན་ན། ཨ་ནི། ད།

འདི་ཞུ་བྱ་བ་ཡིན་ན་ཕན་ཚུན་གཉིས་ཆ་ལ་གནད་འགག་མེད་འཇུག་གིས་གཉིས་ཕན་དབུ་མའི་ལམ་ལ་འགྲོ་ཐུབ་རུང། ཡིན་ན་ད་དེ་འགྲོ་མ་ཐུབ་བའི་ཆེད་ནས་ཨ་ནི་ད། གོང་ས་མཆོག་ལ་ཡང་ཨ་ནི། ལག་པ་ཕྱེ་ས་བཟོ་བ་ཡིན་ན། གལ་སྲིད་གོང་ས་མཆོག་ལ་ཡང་ད་ལག་པ་ཕྱེ་ས་བཟོ་གི་ཡོད་པ་ཡིན་ན། ཨ་ནི་ད་གོང་ས་མཆོག་གིས་གསུང་བདེ་པོ་ཡོད་མ་རུང་བ་ཡིན་ནས་ཀྱི་ད་ངས་ད་ལྟ་གར་སོང་གི་ལབ་ན་ད་ལྟ་དུས་ཚོད་བཞི་བོ་ཅིག་འགོར་གི་འདུག་ད་གོང་ས་མཆོག་ལ་ཡང་ཨ་ནི། ཤ་འདྲི་ཕུལ་ཡག་དང་མ། ཡོན་ཡང་ཚང་མ་དུས་ཚོད་ཧྲིལ་པོ་ཅིག་གོ་གི་འདུག་ངས་ག་རེ་བསམ་གི་འདུག་ལབ་ན། ད་ང་རང་ཚག་གོ་གི་ར་ད་ད་ད། ག་དུས་ཕར་དྲང་གི་དྲུང་ཆེ་ནས་བྱས་ནས་ད་དེའི་འོག་ལ་ཤར་ལས་གནང་འདི་ངས་ཚང་མ་འདི་ད་ཤོག་ཅིག་ནས་ལངས་ད་ཤོག་ཅིག་ནས་ལྷུང་འདི་ལྷུང་འདི་ངས་ཤ་སྟག་ཆགས་འདི་བར་བ། ཁོ་ཚོ་གིས་ཤོག་ཤེས་ཤོག་ཤེས་འདི་ཆུང་ལུང་བྱས་ནས་ཤོག་ཅིག་ནས་ལྷུང་འདི་ངས་ཤ་སྟག་ཆགས་འདི་ཡོད་ཙང། ཁོ་ཚོ་ཡང་གོང་ས་མཆོག་གིས། ང་རང་ཚོ་ལ་མ་ནི། གལ་སྲིད་གསུང་བཤད་ཀྱི། མ་ཤ་འདྲེས་ཀྱི་ཕུད་པ་ཡིན་ན་རེད་མ་གསུང་བཤད་ཀྱི་རྣམ་པ་ཡིན་ན་ཀྱང། ཁོ་ཚོ་ཡང་འདི་ལ་ཡང་ཅིག་འགྲེལ་བཤད་ལོག་པ་རྒྱག་བྱས་ཡང་ཅིག་དེ་དེ་མ་ཐོན་པ་བྱས་ནས་གནང་པ་ཡིན་ན་ག་འདྲི་ཆགས་ཀྱི་རེད་ད། ཆུ་ཚོགས་ནང་ལ་བརྡབ་གསིག་ག་ཚད་འགྲོ་གི་རེད་གོང་ས་མཆོག་ལ་རྫ་ཁ་ག་ཚད་ལས་ཀྱི་རེད། གལ་སྲིད། ཨ་ནི། ཁོ་ཚོ་གིས་ཡང་ཁོ་ཚོ་ཚང་མ་ནི་ད་ད་ལྟ་བར་དུ་ཆོག་ཤེས་ཆོག་ལུང་རྐྱང་རྐྱང་བཟོས་བྱས་པས་དུས། དྲུང་ཆེ་དང་ཚང་མ་གིས་ད་ད་ལྟ་བར་དུ་ཆོག་ཤེས་ཆོག་ལུང་བྱེད་ཀྱི་བ། ཨ་འཐས་བྱས་པ་ཡིན་ན་ཆོས་སྤྱི་ནས་སྨོན་པ་ཡིན་ནས་དེའི་གནད་འགག་ཆེན་པོ་དེ་དཀའ་ངལ་ཆེན་པོ་ཞུ་རྒྱུ་ཁྲེལ་གི་རུ་བ། ད་ད་ག་ནས་ཤེས་ཀྱི་ང་ཚོ་གི་གལ་སྲིད་རི་དྭགས། གོང་ས་གལ་སྲིད་ཀྱི་ངོ་ངོ་ཡི་གནས་ཚུལ་གྱི་གོང་ས་མཆོག་ལ་ཡ་ཁ་ཡོད་ལག་ཡོད་ཞུས་པ་ཡིན་ན་ང་རང་འདྲ་བོ་ཡིན་ན་རེ་བ་ག་རེ་ཞུ་གི་ཡོད་ལབ་ན་ཁོ་རང་ཚོ་སྤྱི་འཐུས་རྣམ་པ་དེ་ག་ལ་ཡ་ཐབས་བཤམས་ཐབས་ལངས་དང་ཐབས་ཤེས་ཡ་ཞུ་དེ་དྲང་པོ་དྲང་ཤ་བདེན་པ་བདེན་ཐུགས་ག་ལ་འགྲོ་ཐུགས་ཡ་དེ་ངས་ག་རེ་ཞུ་གི་ཡོད་ལབ་ན། གོང་ས་མཆོག་ཡོད་ཀྱི་མཉམ་འདུག་ལ་ཡ་སྤྱི་འཐུས་བཞི་ཅུ་ཞེ་ལྔ་དེ་གི་ཐད་གཏང་སྐར་མ་ཉི་རྩ་ལྔ་ཚེ་སྐར་མ་སུམ་ཅུ་ཚེ་ཕར་ཚུར་གོང་ས་མཆོག་མཉམ་དུ་གོང་ས་མཆོག་རྗེས་ནི་ཨ་ནི་གསུང་བཤད་ཅིག་ཞུས་པ་ཡིན་ན་ཁོ་རང་ཚིག་གིས་ད་ད་ད་དང་པོ་ཞུ་མ་ཞུ་འདི་གོང་ས་མཆོག་གར་གསུངས་པ་ཡིན་ནས་ཀྱི་ད་ག་རང་ད་ག་རང་བཤད་རྒྱུ་བྱེད་འགྲོ་ཞག་པ་ཡིན་ནས་ཁོ་རང་ཚིག་ལ་ཡང་དངོས་གནས་ཀྱི་ད་ཧང་ཟེར་ཡ་གྱི་ནི་བློ་བདེ་པོ་དང་མི་མང་ཡིན་ན་བློ་བདེ་པོ་ཨ་ནི་ཚང་མ་བློ་བདེ་པོ་ཡོང་གི་རེད་བསམ་གྱི་འདུག་ར་འོ་འདིས་ང་རང་གི་བསམ་ཚུལ་གཅིག་ཞུ་ཡ་ཡིན།

དཔལ་དུ་དང་འཛམ་བུ་གླིང་ལ་ཡང་མ་ཕྱིན་ཡོད་མ་རེད་ལ། གོང་ས་མཆོག་འཛམ་བུ་གླིང་གི་འཛམ་གླིང་ཞི་བདེའི་སྡེ་དཔོན་ཆགས་ཀྱི་ཡོད་རེད་བ། འོ་འདི་ལ་ཡང་ཨ་ནི་ད་ད་ད་དེ་འདྲའི་ཅན་ནི་ཁོ་རང་ཟིག་གི་ཡང་སྐད་ཆ་དེ་ཚོ་གོང་ས་མཆོག་གི་མ་ཨ་ནི་གསུང་ཆོས་དེ་ཏག་ཏག་མ་མ་ལབ་ཅེ་ཡང་འདྲ་མི་འདྲ་དེའི་འོག་ལ་ཡང་འདྲ་མི་འདྲ་ཞུས་པ་ཡིན་ན། ཨ་ནི་ད་འཛམ་བུ་གླིང་ལ་ཡང་ཨ་ནི་གོང་ས་མཆོག་ལ་ཡང་ཟིག་དེ་ཉིད་མང་པོ་ཡོད་རེད་བ། ང་ཚོ་ཧ་གོ་མ་རེད་མ་གཏོགས་གོང་ས་མཆོག་གི་ཤ་ལས་སྣང་སྟངས་ལ་ཡང་རྟགས་དེ་ཉིད་མང་པོ་ཡོད་རང་ནི་གོང་ས་མཆོག་གི་ཡང་མཛད་དགའ་འགྲོ་གི་རུ་བ་གོང་ས་མཆོག་ལ་མཛད་དགའ་བཟོ་གི་རུ་བ་འོ་དེ་ཚོ་ཉེན་ཁ་ཚ་བོ་ཞུ་ཆགས་འདི་ཡོད་ཙང་དེ་གོང་ས་མཆོག་ལ་ཞུ་ཡ་འཁོར་བ་འགྲོ་རེད་བསམ་གི་འདུག་ར་སྤྱི་དང་སྐུ་པར་མཐོང་གྲུབ་རིན་པོ་ཆེ་ལ་དང་པོ་ཞུ་ངེས་དེ་དང་པོ་ཞུ་ངེས་བྱུང་ཡོད་རེད་ཟེར་ད་ལྟ་དེ་བྱུང་ཡོད་མ་རེད་ལ་ཅེས་ཁོ་རང་ཟེར་གི་ད་དེ་ལ་གནོད་སྐྱེལ་གི་འདུག་གོང་ས་མཆོག་ལ་ཡང་ལབ་པ་ཞིག་ཚ་བཟོ་ཡ་གི་ཐབས་ཤེས་གཏང་གི་འདུག་འདི་གཅིག་རེད། གཉིས་པ་འདི་ལ་ཡང་མི་མང་མང་པོ་ཞིག་གིས་དྲི་བ་ཁ་དྲུད་ཀྱི་འདུག་ལགས་ན། ཁྱོད་ཚོ་ཉམས་པ་སླར་གསོ་ངོས་ནས་ནི་གལ་སྲིད། གཅིག་སྡུད་ལེན་པ་འདི་ག་ཡིས་ནི་ཏི་ཝུ་ལ། བ་ཀི་ཚོགས་ཏུ་ལ་དང་པོ་ཞུ་བ་ཡིན་ན། ནི་ཁྱོད་ཚོ་ཉམས་པ་སླར་གསོ་ངོས་ནས་ག་རེ་བྱས་ཡིན། གསུང་གི་འདུག་ར། ང་ཚོ་ཉམས་པ་སླར་གསོ། སྤྱི་འཐུས་དེ་ཚོ་གིས་གར་བྱེད་མ་བྱེད་ང་ཚོ་ཉན་པ་ལ་སོགས་ཀྱི་ཇུས་གཏོགས་ཡོད་མ་རེད་བ་གར་བྱེད་པ་ཡིན་ག་ལ་ན་ཁོ་རང་ཚོ་མི་མང་གིས་བསྐོས་བཞག་རྒྱོ་གྱི་རེད་མི་མང་གིས་ཁོ་རང་ཚོ་ལ་ཡིད་ཆེས་བྱེད་ནས་བསྐོས་རེད། དེ་གས་དམངས་ཚོགས་གང་ལ་ནས་བསྐོས་བཞག་རྒྱོ་རེད་ཁོ་རང་ཚོ་དམངས་ཚོགས་དང་བཅའ་ཁྲི་རིན་པོ་ཆེ་ལ་གུས་ཞབས་བྱེད་མ་ཐུབ་ན། ཨ་ནི་སྤྱི་འཐུས་གུས་ཞབས་བྱེད་མ་ཐུབ་ན་ང་ཚོ་ལ་ཐབས་ཤེས་ཡོད་མ་རེད་ང་ཁོ་ཚོ་གི་དང་པོ་བ་གི་ཚོགས་འདུ་ལ་ཞུ་བ་ཡིན་ན་ཡང་ང་ཚོ་ལ་ཐབས་ཤེས་ཡོད་མ་རེད་ཡིན་ན་ང་ཚོ་ང་ཚོ་མི་ཡུལ་དུ་ག་ལ་ན་ང་ཚོ་གི་ད་ལྟ་ཁྲི་དཔོན། ཟིལ་པ་སྲང་སྡེ་གི་ཁྲི་ཁར་བཙན་འཛུལ་བྱས་ནས་ད་ལྟ་ཁྲི་ཁང་ནང་ལ་བསྡད་དུ་ཡོད་ཚོ། ཁོ་ཚོ་འདི་གས་མར་འགྲོ་འགྲོ་བར་དུ་ང་ཚོ་ཉམས་པ་སླར་གསོ་ངོ་ནས་འདོད། ངོ་རྒོལ་ཁོ་ཚོ་གང་ལ་ཁོ་ཚོ་ལ་ངོ་རྒོལ་བྱེད་འོ་རེ་མ་གཏོགས་ཅི་གིས་ད་ལྟ་སྤྱི་འཐུས་ལྷན་ཚོགས་ཀྱི་གར་བྱེད་མ་བྱེད་དེ་ང་ཚོ་ཉམས་པ་སླར་གསོ་ལ་བྱུ་དོ་ཡོད་མ་རེད་བསམ་གི་འདུག་ར། ཡིན་ནས་ཀྱེ། ང་ཚོ་ཉམས་པ་སླར་གསོ་གི་ངོ་རྒོལ་བྱེད་ཡ་དེ། བཅའ་ཁྲི་རིན་པོ་ཆེ་དང་དམངས་གཙོ་སྲུང་བཅག་གི་ཆེད་དུ་ཡིན་ཙང་ང་ཚོ་གི་མི་ཐོས་ནས་ནི་ཁྲི་དཔོན། ད་ལྟ་ཁྲི་དཔོན་བྱ་བ་ཟོམ་དེ་མར་འགྲོ་འདྲ་བར་དུ་ང་ཚོ་གི་ཉན་པ་ལ་སོ་ངོ་ནས་ངོ་རྒོལ་བྱེད་དགོས་ཡ་དེ་ཤིན་ཏུ་ཨ་ནི་གལ་ཆེན་པོ་མཐོང་གི་འདུག་ལ་མི་མང་ཀྱང་ང་ཚོ་ལ་རྒྱབ་སྐྱོད་བྱེད་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་ཞུ་ཡ་ཡིན་ག་རེ་ཡིན་ཟེར་བ་ཡིན་ན། གལ་སྲིད་རེད་ད། ང་ཚོ་ཡི་ད་ལྟ་ཁྲི་དཔོན། ཟུར་པ་གསུམ་འདི་ཨ་ནི་ད་ལྟ་ཁྲི་ཁང་བཙན་འཛུལ་བྱས་ནས་བཞུགས་འདུག་ཡོད་ཙང། ཁོང་རྣམ་པ་སོང་འདི་ལ་རང་ལངས་ཆ་ལངས་བྱས་ནས་ཨ་ནི་ཁྲི་ཁང་ནང་ལ་བཙན་འཛུལ་བྱས་ནས་ད་ལྟ་འདི་ནས་བཞག་བཞག་པ་ཡིན་ན། ང་ཚོ་མ་འོངས་པ་ཨ་ནི་དམངས་གཙོ་ཆགས་ཐུབ་ར་ལ་ན་རྩ་བ་ཉིད་ནས་ཐུག་མ་རེད། ང་ཚོ་མ་འོངས་པ་དམངས་གཙོ་ཡི་ལང་ཀར་འགྲོ་ཐུབ་ར་ལ་ན་རྩ་བ་ཉིད་ནས་འགྲོ་ཐུབ་མ་རེད་བ། དེ་འདྲི་སོང་ཙང་ཡང་ང་ཚོ་ཡི་ཁྲི་དཔོན། ཨ་ནི་བཟོད་པ་རྣམ་པ་གསུམ་དེས་མ་དཔེའི་ཚ་འཇུག་དེ་ཡ་དེ། ཡང། ཨ་ནི་མ་འགྲོ་འགྲོ་བར་དུ་ང་ཚོ་ཉམས་པ་སླར་སོང་ངོས་ནས་མི་ཐོན་ནི་ངོ་རྒོལ་རྒྱག་དགོས་ཡ་རེད་ལ། ཨ་ནི་མི་མང་གིས་ཡང་ང་ཚོ་ལ་ཡང་ཨ་ནི་རྒྱབ་སྐྱོར་བྱེད་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་ར། ད་ཡིན་པ་ཡིན་ནའི་བྲེལ་བ་མང་པོ་ཅིག་ག་འདྲི་ཞིག་སླེབས་ཀྱི་འདུག་ལ་ན། ཨ་ནི་གོང་ས་མཆོག་གིས་གསུང་བཤད་ག་རེ་གནང་པ་ཡིན་ནའི་ཡ་ཁྱོད་ཚོ་ཏི་བོ་ལ་འགྲོ་འུར་བས། ང་ཚོ་ལ་དྲི་བ་དྲིས་འདུག་གི་འདུག་ར། ཡིན་ད་ཡིན་གོང་ས་མཆོག་གིས་ག་རེ་གསུངས་པ་ཡིན་ནས་ཀྱེ་གོང་ས་མཆོག་གིས་ག་རེ་གསུངས་པ་ཡིན་ནས་ང་ཚོ་ཉམས་པ་ལ་གསུངས་པ་ནས་འདི་གང་ལ་བཤའ་བཅོས་བྱེད་ཀྱི་འདུག་ར། ཡིན་ནས་ཀྱེ། གོང་ས་མཆོག་གིས་ཨ་ནི། བཤའ་དྲིས་ཀྱི་མ་གནང་བྱས། ཨ་ནི་བཤའ་དྲིས་གང་ལ་ཡང་གོང་ཚོགས་ཀྱིས་འདྲ་བཤིས་ག་རེ་རྒྱག་འདུག་གོང་ས་མཆོག་གིས་དངོས་གནས་གསུང་རྒྱུ་རེད་དང་རེད་མི་འདུག་ལ་ཡ་དེ་ཡིད་ཆེས་བྱས་ལ་ཡ། ཨ་ནི་ང་ཚོ་ལ་ཡ་ཡིད་ཆེས་བྱེད་ཐུག་གི་རེད་ཐུག་གི་མ་རེད་ལ་ཡ་དེ་ང་ཚོ་ལ་དྲི་བ་གཅིག་རེ་རོ། དྲི་བ་གཅིག་གི་འོག་རེ་ད་ང་ཚོ་གིས་གར་ཅན་རེད་ལ་ན། དང། ཁྱོད་རང་སྐད་རྣམ་པའི་མཁྱེན་གསལ་རེད། ད་ལྟ་བར་དུ། ལྕགས་ཀྱི་ཟམ་གདོང་རིན་པོ་ཆེ་ནས་བཅས་ནི། སྟབས་དེའི་སྒོ་ལ་གྲོང་ཁྱེར་དང་སྟེ་ཤར་ལྷའི་ནང་གཉིས་ཚང་མ་ཕྱོགས་གཅིག་གི། ཕྱོགས་གཅིག་ནས་ལྷོང་དུ་འགོ་ར་ད་ལྟ་བར་དུ། དེ་ནི་སོང་ཙང་ཁོང་ཚོ་གི་གོང་ས་མཆོག་གི་མ་གསུང་ཆོས་འདི་ཏག་ཏག་ཅིག་ང་ཚོ་མི་དམངས་ལ་མ་སྤྲད་གི་རེད་བསམ། བསམ་པ་ཡིན་ཏེ་སེམས་པ་རྣམས་ལ་ང་ཚོ་ལ་ཐེ་ཚོམ་སླེ་གི་འོར་ད། དེ་ནས་བཟུང་ཙང་ཡང་ང་ཚོ་གིས་ཉམས་པ་ལ་སོང་བ་ནས་ག་རེ་རེ་བ་ཞུ་འོ་ལ་ན་རྒྱལ་སྲིད་གོང་ས་མཆོག་གིས་ང་ཚོ་ལ་ཡ་ཁྲི་དཔོན་བཟོས་པ་འདི་ཡ་འདི་འོ་ལ་ཡ་ཨ་ནི་དམ་འབུལ་ཞུ་ཡ་དང་ཨ་ནི་ང་ཚོ་གིས་འདི་ག་རང་གིས་ཨ་ནི་འདི་གོ་རེ་གསུངས་པ་ཡིན་ན་ང་ཚོ་གིས་གོང་ས་མཆོག་གིས་ཨ་ནི་ད་ལྟ་སྤྱི་འཐུས་ལྷན་ཚོགས་ལ་ཡ་ཨ་ནི་སྤྱི་འཐུས་རྣམ་པ་འདི་ག་མཉམ་དུ་ཐད་གཏོང་བྱས་བྱས་ཐད་གཏོང་སྐར་མ་བཅོ་ལྔ་ཉུལ་ཞུ་ག་ཚད་བྱེད་ཐུབ་ཡོད་ན་ཡ་བར་དུ་སྤྱི་འཐུས་དང་སྤྱི་འཐུས་རྣམས་སྤྱི་འཐུས་བྱེད་ཞུ་བྱེད་ང་དང་གོང་ས་མཆོག་གི་ཐད་གཏང་བྱེད་འགྲོ་ཐུབ་པ་ཡིན་ན་ཨ་ནི་དེའི་གསལ་པོ་གསལ་ཆ་ཆགས་འགྲོ་གོ་རེ་དེ་དུས་གོང་ས་ཨ་ནི་ང་ཚོ་ལ་སྐད་ཆ་ཡོད་མ་རེད་ཡིན་ན་ཡ་ང་ཚོ་ཉམས་པ་ལ་སོང་བ་ནས། ད་འདི་སྤྱི་བཏང་གི་གོང་ས་མཆོག་གིས་འོ་ལ་ཤ་གཅོད་བྱེད་ཀྱི་རེད་བྱེད་ཀྱི་མ་རེད་ལ་ཡ་འདི་གོ་ལ་རེད་ད། ཡིན་ན་ཡང་ང་ཚོ་ཉམས་པ་སླར་གསོ་ངོས་ནས་ཡང་དམངས་གཙོ་དང་བཅའ་ཁྲིམས་རིན་པོ་ཆེ་བཅའ་བ་ཡ་ཡིན་ཙང་ང་ཚོ་ཡང་ངོ་རྒོལ་རྒྱག་ཡ་འདི་ད་ལྟ་ཁྲི་དཔོན་ཟུར་པ་རྣམ་པ་འདི་གས་ཁྲི་ཁ་ནས་མར་འགྲོ་འགྲོ་བར་དུ་ང་ཚོ་ཡང་ངོ་རྒོལ་རྒྱག་ཡ་འདི་ཚང་བཞག་ཡ་ཡོད་མ་རེད་བསམ་གྱི་འདུག་ར། གར་ཕྱིན་ཚང་བཞག་ཡ་ཡོད་མ་རེད་བསམ་གྱི་འདུག་ལ་ན་གལ་སྲིད་ཁོང་ཚོ་དེ་འདྲའི་ཆེད་ནས་ཨ་ནི་ང་ཚོ་ཁྲི་ཁ་ནས་བཙན་འཛུལ་བྱས་བསྡད་པ་ཡིན་ན་ང་ཚོ་མ་འོངས་པར་དམངས་གཙོ་ཆགས་ཀྱི་མ་རེད་བ། འོ་དེ་འདྲ་སོང་ཙང་ཡང་ང་ཚོ་གི་ཡིན་གཅིག་མ་གཅིག་ངོ་རྒོལ་རྒྱག་པ་རེད་བསམ་གི་འདུག་ར་འོ་དེ་རེད་ཨ་ནི། ད་ད་ག་ནས་ཤེས་ཀྱི་ཨ་ནི་ད་དྲི་བ་མང་པོ་ཅིག་སླེབས་འདུག་བར་ད། ཁྱོད་ཚོ་ཨ་ནི། ཉམས་པ་བླ་སྲོག་གི་དམིགས་ཡུལ་ག་རེ་རེད་འཆར་གཞི་ག་རེ་རེད་ང་ཚོ་ཉམས་པ་བླ་སྲོག་ལ་དམིགས་ཡུལ་བརྒྱག་དགོས་ཆེད་ཡོད་མ་རེད་ང་ཚོ་ཉམས་པ་བླ་སྲོག་གིས་དམངས་ཚོགས་དང་བཅའ་ཁྲི་རིན་པོ་ཆེ་བཅའ་ཡ་ཆེད་དུ་རེད་དམངས་ཚོགས་དང་བཅའ་ཁྲི་རིན་པོ་ཆེ་ལ་ཡ་དེ་གལ་ཆེན་པོ་ག་ཚོད་ཡིན་མིན་ད་ཁྱེད་རྣམས་ལ་མཁྱེན་གསལ་རེད་འཛམ་བུ་གླིང་ལ་ཡ་དངོས་གནས་ཀྱི་མི་དེ་གི་ཁྲག་དང་དཔལ་དུ། འཛམ་བུ་གླིང་ཡ་ནི་དཔལ་དུ། གཅིག་སོ་སོ་གི་ངོ་རྒོལ་རྒྱ་ཆེ་མང་ཚོགས་བཅའ་ཡག་ཆེད་དུ་མང་ཚོགས་བཟོས། རྒྱལ་ཁབ་འདི་ལ་མང་ཚོགས་ར་ཡག་ཆེད་དུ་དངོས་གནས་ཡོད། སོག་སྦེ་ལ་བཙུགས་ནས་བསྐྱར་ཉོས་ཀྱང་བསྐྱར་རེད། ང་ཚོ་ལ་གོང་ས་མཆོག་གིས་དམངས་གཙོ་མ་གནང་ཤག་ཆོག་ཅིག་ཁོ་ཚོ་གི་རང་ལག་ཆ་ལག་བྱས་ནས་གཏོར་བཤིག་བཏང་པ་ཡིན་ན་ང་ཚོ་དེ་འདྲ་བྱ་ཤག་ཡ་ཡོད་མ་རེད་བ། འོ་དེ་འདྲ་སོང་ཙང་ང་ཚོ་ཤུ་ཚོགས་གྲ་ཤག་གང་ནས་མ་དོན་ནི་ཨ་ནེ་སྐད་ཆ་བཤད་དུ་དགོས་བ་རེད་མ་གཏོགས་ཅིག་གིཞིན་པ་ང་ཚོ་བཤད་ཡག་འདོད་པ་མེད་ཤུ་ཚོགས་གྲ་ཤག་གང་ནས་དོན་ཡག་འདོད་པ་སུ་གཅིག་ལ་ཡོད་མ་རེད་ང་ཚོ་མེད་རྩ་བ་གཉིས་ནས་མེད་དངོས་གནས་མེད། ཡིན་ན་ཡང་ང་བློ་ཕངས་ཤོས་ཅིག་གར་བྱུང་ལ་ན་ལྕགས་ཀྱི་ཟངས་མདོག་རིན་པོ་ཆེ་ཡི་ཡ་ནི་ལྕགས་ཁྲེ་ལྕགས་ཁྲེ་རིན་པོ་ཆེ་ལ་ཡང་འདྲ་ཞིང་ལོག་པ་བརྒྱ་བཅུ་དང་བྲལ་བ་ནས་ཞེས་ཡི་པད་མ་འཇུ་ནད་ལ་ཡང་སྔོ་ནད་ཀྱི། གུང་པད་མ་འཇུ་ནད་ལ་ཡང་སྙབ་འཇུ་ཤེས་བྱ་ཁ་ཡི་ལ་ཡི། ད་ད་ནངང་ཚུགས་ཀྱི། དེ་ནི་སོང་ཙང་ཡང་ད་ད་ན་གུང་ས་མཆོག་གིས་ཁོང་ཚོ་ག་རེ་གསུང་གི་འདུག་ལ་ནས་ང་ཚོ་ག་རེ་ཡིད་ཆེས་གུང་ས་མཆོག་གིས། ཤ་དྲིལ་གྱིས་མ་ཁོང་ཚོ་གིས་ཡང་གུང་ས་མཆོག་ལ་ཤ་དྲིལ་ཕེ་མ་ཤ་དྲིལ་འཇོག་ནས་ཀྱི་ཁོང་ཚོ་གིས་ཤ་དྲིལ་འདི་ལ་ཡང་སྔོ་ནད་ཀྱི་བདེན་པ་བདེན་མཐུ་དྲང་པོ་དྲང་ཤ་རེད་ལ་ཅི་ལབ་མ་ཐུ་ཡ་རེ་བཟོས་ཚར་ར་ཁོང་ཚོ་གིས། དེ་ནི་བྱས་ནས་དེ་ནི་བྱས་ནས་ཀུན་དགའ་པདྨ་འཇུ་ནན་ལ་འཁོར་རོལ་ལ་ལོ་ཤས་སྤྱད་བྱས། འོ་དེ་ནི་སོང་ཙང་ཡང་ང་ཚོ་མི་མང་ཚང་མ་ཡི་བློ་གཟུ་བོ་ལ་གནས་བྱས། ཨ་ནི་དངོས་གནས་ཀྱི་ག་རེ། ལས་ཀ་ག་རེ་འདྲ་བོ་ཞིག་བྱས་པ་ཡིན་ནས་ཀྱང་བློ་གཟུ་བོ་ལ་གནས་བྱས་དངོས་གནས་ཀྱི་སོན་གཏང་དགོས་ན་ཤིན་ཏུ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནི་སོང་ཙང་ཡང། ང་ཚོ་ཡི་དམངས་ཚོགས་དང་བཅའ་ཁྲི་རིན་པོ་ཆེ་བཅའ་ཡག་གི་ཆེད་དུ་ཡིན་ཙང་ཁྱེད་རྣམ་པས་ང་ཚོ་ལ་རྒྱབ་སྐྱོར་མི་ཐོན་གནང་རོགས་གནང་ཨ་ནི་ང་ཚོ་ཀྱང་ངོ་རྒོལ་རྒྱག་ཡག་དང་ད་གཟུགས་མཚམས་བཞག་གི་མེད་ཞུ་ཡག་ཡིན་ཨ་ནི་ད་ག་ནས་བཞིན་གྱི་ཨ་ནི་ད། སྤྱི་འཐུས་སྤྱི་འཐུས་རྣམ་པ་དེ་ག་ལ་ཞུ་ཡག་ལ་ཡང། སྤྱི་ཐང་གི་ནི། ཀྱི། རྒྱལ་བ་རིན་པོ་ཆེ་ལ་ཡི་སྐུ་པ་ཐུང་གྲི་རིན་པོ་ཆེའི་དུས་ལ་ཡིན་ན་རེད། རྒྱལ་བ་རིན་པོ་ཆེའི་དུས་ལ་ཡིན་པ་ཡིན་ན་རེད་དམ་འབུལ་ཞུ་ཡག་འདི་མ་འགྲིག་པ་ཡོད་མ་རེད་ལ་ཡིན་ན་ཡ། ད་ད་ད། ཨ་ནི། དཀའ་ངལ་ཁྱོད་རང་ཚོ་གི་མ་བསུ་བའི་ཆེད་ཨ་ནི་ད། ཨ། གོང་ས་མཆོག་ལ་ཡ། ཨ་ནི། དེ་སོག་ཁ་བསྒྲོད་པ་དེ་གཉིས་ཡ་ཡོད་ནོར་འཁྲུལ་ཐུང་གི་འདུག་ར་གོང་ས་མཆོག་ལ་ཡ། ལ་པ་ཆེ་ཡ་ཟོས་པ་དེ་ཡ་ཡིག་ནོར་འཁྲུལ་མཐོང་འདུག་ད་གོང་ས་མཆོག་གིས། གོང་ས་མཆོག་ནི་དམངས་ཚོགས་སུ་རེད་ནང་ནས་གོང་ས་མཆོག་ཆགས་འདི་གོ་རེད། ཨ་ནི་གོང་ས་མཆོག་གིས་ནི་ད་དམངས་ཚོགས་རང་དགར་ལ་འགྲོ་ཡ་འདི་མ་གཏོགས་གསུང་ཐུགས་མ་རོགས་དམངས་ཚོགས་རང་དགར་ལ་འགྲོ་ཡ་ཡིན་པ་ཡིན་ན་ང་ཚོ་ཁྲི་དཔོན། ཇག་པ་སང་འདི་ཁྲིན་ཀའི་ཆགས་འདི་གོ་རེད་ནི་གོང་ས་མཆོག་གིས་ད་དེ་འོ་ལ་དམ་འབུ་ཞུ་ལས་བྱེད་ག་དུས་ཡིན་ནས་གསུང་སྲིད་ཡིག་མ་རོགས་བ་གི་ཚོགས་འདུ་འོ་ལ་ད་དེ་མ་གསུང་བ་ཡིན་ནི་ཡང་ཕ་ཤོག་ཤོག་གི་ངོ་རྒོལ་རྒྱག་གི་རོགས། ཉེ་དུ་བཅུ་དྲུག་ལ་ངོ་རྒོལ་བརྒྱ་ཡིན་པ། གོང་ས་མཆོག་ཡིན་གྱི་ཡིན་གྱི་ཧ་གོ་གི་གོ་གི་ལ་ཡང་གོང་ས་མཆོག་ལ་མཛད་དཀའ་སོ་ཡ་དང་ངོ་རྒོལ་བརྒྱ་ཡ་ལ་ཁོང་ཚོ་ལ་ངོ་ཚ་ཡ་གོ་ར་མེད་བ། འོ་དེ་འདྲི་སོང་ཚ་ཡ་ཡིན་ཅིག་མ་ཅིག་སྐུ་ཅིག་ད་རེས་གོང་ས་མཆོག་ལ་ཡང་ཨ་ནི་མཛད་ཁ་དུ་མ་བཟོ་རོ་ནའ། གོང་ས་མཆོག་ལ་ཡང་དངོས་གནས་ཀྱི་མི། འཛམ་བུ་གླིང་འདོད་ལ་ཡང་གོང་ས་མཆོག་གི་ཨ་ནི་མཚན་ཁྱེན་དྲག་ལ་ཡང་ཨ་ནི་མཛད་ཁ་ཡོང་ཡ་དུ་མ་གནང་རོ་ནའ། ཁྱོད་རྣམ་པ་གི་གནང་ས་ར་དའ་ཁྱོད་ཚོ་གི་བྱེད་གི་འདུག་དའ་ཡིན་ན་གོང་ས་མཆོག་ལ་མཛད་ཁ་ཡོང་ཡ་དུ་ཁྱོད་རྣམ་པས་གནང་བ་ཡིན་ན་ང་ཚོ་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ། ཨ་ནི་དངོས་གནས་ཀྱི་གོང་ས་མཆོག་ལ་མཛད་དཀའ་ཡོང་ཡག་མ་གནང་རོགས་གནང། ཨ་ནི་ངེད་ཀྱི་ད་ལྟ། སུ་ཡིན་ནས་ཀྱང་ད་ནི་གང་ལ་ཡང་སྐུ་ཕྱྭ་གང་ལ་བསྡད་དེ་ངེད་དེ་ག་ལ་ཡང་རེ་འགུལ་ཞུ་གི་ཡོད་ཨ་ནི་ས་མ་ལ། བཀྲ་ཤིས་བདེ་ལེགས།